སྐབས་བཅུ་དྲུག་པའི་བོད་མི་དམངས་སྤྱི་མཐུན་ལྷན་ཚོགས་གྲོས་ཚོགས་ཚོགས་དུས་གསུམ་པའི་དེ་རིང་ལས་ཉིན་དྲུག་པ་ཆགས་བསྡད་ཡོད། དང་པོ། ལས་རིམ་འགོ་འཛུགས་མ་བཞུགས་སྔོན་ལ། ཁ་ཉིན་ང་ཚོ་ཁྲིམས་འཛིན་ལས་དོན་གཅིག་ཏུ་འབྲེལ་བའི་ཐོག་ནས་ཨ་ནེ་དཔལ་ལྡན་བཀའ་ཤག་ལྷན་རྒྱས་ཕྱིར་ཕེབས་དགོས་དེ་འདྲ་བྱུང་བ་རེད། ཨ་ནེ་དེ་ག་ནང་བཞིན་གྱི་ཉིན་རྒྱབ་ལ་ང་ཚོ་གྲོས་ཚོགས་ཚུགས་པའི་སྐབས་སུ་ཡིན་ན་ཡང་ཨ་ནེ་དཔལ་འབྱོར་གྱི་ལས་དོན་ཐོག་ལ་མར་འགྲོ་ཡོང་དུས། ཨ་ནེ་བཀུར་འོས་ཞུ་དུས་ཁག་གཅིག་གི་ལས་རིམ་རྣམ་གཞག་དང་དེ་འདྲའི་ཐོག་ནས་ཨ་ནེ་གྲོས་ཚོགས་ལས་རིམ་ཐོ་འགོད་གཞི་བཟུང་ཕེབས་ཐུབ་ཡོད་མ་རེད། དེ་ནི་དེ་རིང་དེ་དང་འབྲེལ་བའི་ཐོག་ནས་ད་ནང་ཞོགས་པ་སྔ་ཟླ་འབྱོར་བ་གཞི་བཟུང་གིས།

བཀའ་ཤག་གིས་འདི་ཐོག་ལ་དགོངས་ཚུལ་ཡོད་བཞག་པ་འདི་ཐོས་གང་ཞུས་པ་ཡིན། ཐུག་ས་འདི་ད་འོད་དུ་ཐེངས་གཉིས་བྱས་དང་ཐེངས་གཅིག་བྱས་བསྡད་དེ་རེད། ཐེངས་གཅིག་བྱས་པ་ཡིན་ན་དུས་ཚོད་ཉུང་ཉུང་ཕྱིན་ལ། བྱེད་ཐུག་གོ་རེད་ཐེངས་གཉིས་བྱས་པ་ཡིན་ན་ག་འདྲ་མ་འདྲ་དུས་ཚོད་ཡུན་རིང་པོ་ཞིག་འགོར་དགོས་རེད། འདི་ལ་བརྟེན་ནས་ཨ་ནི་ད་ལའི་ཁྲིམས་འཆར་ཡོང་ཡས་དེ་ཐེངས་གཉིས་ལས་མེད་ཡོང་འདོད་སྐབས་ལ་ཨ་ནི་དེ་སྔ་འོས་བསྡུ་ལྷན་ཁང་ནས་ཡིན་པ་ཡིན་ནའི་ཡང་འོས་བསྡུ་ཚར་བའི་རྗེས་སུ། ད་མྱོང་ཚོར་ཆེ་ཤོས་རྒན་མཁྱེན་མཁན་འོས་བསྡུ་ལྷན་ཁང་ཆགས་བསྡད་ཡོད་རེད། འོས་བསྡུ་ལྷན་ཁང་གི་འགན་འཛིན་དང་ལས་རོགས་རྣམ་པ་གཉིས་ཐོག་ནས་ཡིན་པ་ཡིན་ནས་ཡང་ད་འོས་བསྡུ་དེ་ཐེངས་གཅིག་བྱས་ན་རང་དྲག་གི་འདུག་སྤྱི་ཚོགས་ལ་བརྡབ་གསིག་མ་ཡོང་ཡ་ལ་ཐེངས་གཉིས་བྱེད་རྒྱུ་མི་འདུག་ཐེངས་གཅིག་བྱེད་དགོས་འདུག་བྱས་བྱས་སྤྱི་མོས་ཀྱི་ཐག་གཅོད་ཞབས་ཅི་རེད། དང་ན་བཞིན་དེ་དངོས་བཀའ་ཤག་ལ་རེད་ད་ལྟའི་བཀའ་ཤག་ལ་ཡིན་པ་ཡིན་ནས་ཡང་འོས་བསྡུ་ཐེངས་གཅིག་བྱས་པ་ཡིན་ན་སྤྱི་ཚོགས་ནང་ལ་ལྷིང་ལོང་ཡོང་ཡ་ལ་ཞི་དྲག་འཕེན་ས་རེད། བྱས་བྱས། བཀའ་ཤག་དང་འོས་བསྡུ་ལྷན་ཁང་གིས་མོས་མཐུན་ཡོད་པའི་ཐོག་ནས། ཐེངས་གཅིག་གླུ་ཡག་གི་ཁྲིམས་འཆར་གྱི་ཟིན་བྲིས་བཅས་བཟོས་གྲུབ་པ་རེད། ཡིན་ན་རྗེས་སུ་ད་ང་ཚོའི་གྲོས་ཆོད་ཁུངས་ཆེ་ཚོགས་ཆུང་གཅིག་བསྐོས་གནང་ཞེས་བཅས་བཀོད་པ་རེད། ཚོགས་ཆུང་བསྐོས་ཚར་བའི་རྗེས་སུ། དེ་ནང་ལ་བསྒྲུབ་བྱ་ནང་ལ་བཀའ་ཤག་གི་ཚབ་བཀའ་བློན་ཡོད་རེད་བཀའ་བློན་ཚོགས་གཙོ་གནང་བ་རེད། ད་དཔལ་ལྡན་ཚོགས་གཙོ་མཆོག་ཞུ་ཡ་གཅིག་ལ་ཁ་ཚིང་སྲིད་སྐྱོང་གཙོས་པའི་བཀའ་བློན་རྣམ་པ་ཚང་མ་འདི་ནས་མ་ལངས་འགྲོ་ཡ་འདི། ཚོགས་གཙོ་ལ་གུས་བརྩི་མ་ཞུས་པ་དང། གྲོས་ཚོགས་ལ་དོ་ཕོག་གནང་ཡ་བྱེད་དུ་རྩ་ནི་མེད། གལ་ཏེ། བཀའ་ཤག་གི་དམིགས་ཡུལ་འདི་ཡིན་པ་ཡིན་ན། ཚོགས་ཆུང་འདི་གི་ཚོགས་གཙོ། དཔལ་ལྡན། དཔལ་འབྱོར་བཀའ་བློན་ཆགས་ཀྱི་ཡོད་དུས་སྐབས་ལ། ཐོག་མར་རང་ནས་ཚོགས་ཆུང་ནང་ལ་ཕྱག་བརྐྱངས་བྱས། སྤྱི་འཐུས་གསུམ་གྱི། ད་ཐེངས་གཉིས་བྱས་ན་འགྲོ་གི་ཡིན་བྱས་ཟེར་ཡོང་དོན་གང་ལ་བཀའ་ཤག་དང་འོས་བསྡུ་ལྷན་ཁང་གི་མངོན་འདོད་ཟེར་ནས་རེ་བ་དེ་མ་བསྒྲུབས་རེད་མ་བསྒྲུབས་འདོད་སྐབས་ལ་དེ་མ་ཐག་ད་བཀའ་བློན་དཔལ་འབྱོར་བཀའ་བློན་ཚོགས་ཆུང་ནས་དགོངས་པ་ཞུ་བཞག་པ་ཡིན་པ་ཡིན་ན་ཕྱོགས་གཅིག་ནས་ཚོགས་ཆུང་གི་ཚོགས་གཙོ་མེད་པ་ཆགས་འགྲོ་གོ་རེད་ཕྱོགས་གཉིས་ནས་བསྒྲུབ་བྱ་ནང་ལ་བཀའ་ཤག་གི་སྐུ་ཚབ་མགོ་ཡོད་བྱེད་ཅིག་ཡོད་རེད་བཀའ་ཚབ་སྐུ་ཚབ་མེད་པ་ཡིན་པ་ཡིན་ན་གཅིག་བྱས་ན་ཚོགས་ཆུང་དེ་འཐོར་འགྲོ་གི་རེད་ཚོགས་ཆུང་དེ་ནུས་མེད་ཆགས་འགྲོ་གི་རེད། འདི་དུས་བཀའ་ལ་བཀའ་མེད་བཀའ་ཆོ་བུ་ཡོད་རེད། དེ་རྩ་ནས་མ་བཀག། གང་ལ་ཟེར་ན་ང་ཚོའི་གི་འགོ་དོན་འདི་འོས་བསྡུ་ཐེངས་གཅིག་བླུ་ཡ་རེད་དེ་ད་ལས་ཚོགས་ཆུང་ནང་ལ་ཚོགས་ཆུང་གི་འགྲོ་སྟངས་ཐོག་ནས་མང་མོས་ཐོག་ནས་འདི་འཆིང་བཞག་བདག་རང་བཞག་ཤོག། གང་ཟེར་ན་གྲོས་ཚོགས་འཚོགས་བའི་སྐབས་ལ་བཀའ་ཤག་དང་འོས་བསྡུ་ལྷན་ཁང་གི་འགོ་འདོད་འདི་ཡར་འཇོག་ཞུ་ཆོག་གི་རེད། བྱས་བྱས་ང་ཚོ་ཀུན་སློང་འདི་ཁྱི་བྱས་དཔལ་འབྱོར་བཀའ་བློན་ཚོགས་ཆུང་ནས་མུ་མཐུད་ནས་ཞུ་བ་རེད། ང་ཚོ་འདི་དུས་གང་རུང་དགོངས་པ་ཞུ་བཞག་པ་ཡིན་ན་ད་ལེ་ཁྲིམས་འཆར་འདི་སླེབས་ཀྱི་ཡོད་དམ་མེད་དྲི་བ་ཅི་རེད། འདི་ཚོང་ཙང་གྲོས་ཚོགས་ལ་དོ་ཕོག་བཏང་ཡང་དང་ལེ་ང་རང་ཚོ་རང་ཡིན་པ་འདི་མགོ་ཡི་ཟེར་གི་ཡོད་པ་ནི་འདི་དུས་སྐབས་ནང་ཕྱི་འཐེན་ཞི་འཐེན་བྱེད་ཆོག་གི་བ་རེད་ལ་ནས། ད་གྲོས་ཚོགས་ཚོགས་ཁ་ལྷག་ཁ་ལ་ཚོགས་ཚོགས་ཀྱི་དགོངས་ཚུལ་ག་རེ་ཡིན་པ་འདི་ཡིག་ངག་གཉིས་ཀ་ཐོག་ནས་ཞུས་ཡོད་རེད། ཡིན་ང་གཉིས་ཀ་ཐོག་ནས་ཞུས་ཡོད་རེད་ད། ནམ་རྒྱུན་ཡིན་པ་ཡིན་ན་ཁྲིམས་འཆར་ཇག་ལོག་གནང་ཡས་ཏེ་ཚོགས་གཙོ་གནང་དགོས་གོ་འོས་རེད་དེ་ནང་མོས་བྱས་བྱས་ནང་དོན་བྱས་བྱས་ད་ཚོགས་གཙོ་གནང་ཐུག་གོ་མ་རེད་དྲུང་ཆེ་གནང་ན་ཡག་པོ་འོས་རེད་བྱས་བྱས་དཔོན་ཆོལ་ཀ་ལོན་ནས་ཡིན་པའི་ནང་མོས་ཞུས་ཆགས་ཡོད་གང་ཟེར་ན་གྲོས་ཚོགས་འདི་ལ་དོ་ཕོག་མ་འགྲོ་བའི་ཐོག་ནས་ལྷིང་འཇགས་པོ་ཁོ་ནས་འགྲོ་དགོས་ཡ་ངོས་འཛིན་པའི་ཐོག་ནས་བཀའ་ཤག་ཐོག་ནས་གནང་དགོས་ཆ་ཚང་གནང་བའི་ཁ་ཟིན་དགག་པ་རྒྱབ་པའི་སྐབས་ལ་ཡིན་ནའི་ཡང་ཨ་འདི་ཚོགས་ཆུང་བཅར་བའི་སྐབས་ལ། ཚོགས་ཆུང་གི་ཚོགས་གཙོ་ཚོགས་གཞོན་གཉིས་བཅར་བའི་སྐབས་ལ་ཚོགས་གཙོ་རྣམ་པ་གཉིས་ཀྱི་ལམ་སྟོན་ལ་ཐེངས་གཉིས་གཞི་བཞག་པའི་ཐོག་ནས་འོས་ཤོག་སྔོན་འགྲོ་དང་དངོས་གཞི་གཉིས་ཀ་གཞི་བཞག་པའི་ཐོག་ནས། ཨ་ནི་ད་བཀའ་ཤག་རེ་གཞན་གྱི་བསམ་ཚུལ་ག་རེ་འདུག་འདི་གས་པའི་ལྟོ་བའི་ཐོག་ནས་ད་ཁྲིམས་འཆར་བཟོས་ཤོག་ཞེས་ཆེ་གསུངས་ཤག་དེ་དུས་ང་ལ་དགག་པ་རྒྱག་མཁན་ཡིན་ན་འདི་འབུར་དུ་བཏོན་བྱས་ཚོགས་གཙོ་རྣམ་པ་གཉིས་ཀྱི་ལམ་སྟོན་གནང་ཡ་ལ་མི་མཐུན་མེད་འདི་འགྲིག་མི་འདུག་ཞེས་ཆེ་དགག་པ་རྒྱག་ནས་རྒྱག་ཆོག་གོ་རེད་དེ་ཡང་རྒྱག་མེད། གང་ལ་ཟེར་ན་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ཡིན་པས་ནི་འགན་འཁྱེར་བའི་ཐོག་ནས་ལམ་སྟོན་གནང་ཤག་པ་ཞིག་རེད། ང་ཚོ་ལ་དགོས་ཡག་ག་རེད་ཟེར་ན། ཐེངས་གཅིག་བསླུ་ན་རྒྱན་པེབ་རེ་ཕན་ཐོགས་གི་རེད། ཐེངས་གཉིས་བསླུ་བ་ཡིན་ན་འགྲིག་གི་མི་འདུག། བྱས་བྱས་ཞོའི་གཙོ་བོ་དེ་རེད། ད་ཚང་མས་མཁྱེན་གོ་རེད། ཉིས་སྟོང་བཅོ་ལྔ་བཅུ་དྲུག་ལོ་ལ་འོས་བསྡུ་སྐབས་ལ་ད་རྙོག་གླེང་ཆེན་པོ་བཞི་བོ་བྱུང་རེད། གོང་ས་ཆོས་ཐུགས་ཕམ། སྤྱི་ཚོགས་ནང་ལ་བརྡབ་སྲིད་མཐའ་ཉེ་བའི་ལོ་རྒྱུས་ནང་ལ་དེ་ལས་ཆེ་ཡག་བྱུང་གི་ཡོད་མ་རེད། རྒྱལ་སྤྱིའི་ཚགས་པར་ཐོག་ནས་ཡིན་པའི་ནི་ནི་ཡོག་ཐཱིམ་ཟེར་བ་ཡིན་ནས་ཡང་སྐྱོན་བརྗོད་བྱས་པའི་ཚགས་པར། གསར་འགྱུར་ཞིག་ཐོན་པ་རེད། ད་དེ་ནི་ཨེ་པོར་ལ་ཕྱིན་དགོས་ན་ཨེ་པོར་གྱི་འགན་འཛིན་ཡིན་ནའི་རེད་ལྡི་ལི་ལ་གནས་ཡུལ་མིན་ནའི་ཐུབ་ནའི་ཨ་རི་ལ་ཕྱིན་དགོས་ཡུ་རོབ་ཕྱིན་དགོས་ན་ད་ལའི་འོས་བསྡུ་ག་རེ་བྱ་བ་རེད་བྱས་བྱས་ང་ཚོ་ལ་ཤ་ཞེན་ཡོད་ངེས་རྒྱབ་སྐྱོར་ཡོད་ངེས་ཚང་མས་ཀྱི་འདི་འདྲས་གཟིགས་གི་ཡོད་རེད། ད་འདི་གཟིགས་ཡོང་དོན་སྐབས་ལ་ད་ང་ཚོའི་གི་མ་འོངས་པ་ལ་འདི་འདྲས་མ་ཡོན་ཡང་གི་འགན་འཁྱེར་འདི་ཤིན་ཏུ་གལ་ཆེན་པོ་རེད། འགན་འཁྱེར་པ་ལ་ད་ལའི་འོས་བསྡུ་གི་ཁྲིམས་འཆར་འདི་འགྱུར་བ་གཏང་ཡག་འདི་རྩ་ཆེ་ཤོས་བརྩི་གི་ཡོད། བཀའ་ཤག་ཐོག་ནས་བཅའ་ང་ཚོ་གི་བཅའ་ཁྲིམས་ཕུལ་བས་དེའི་འོག་ལ་དེ་ཆེ་ཤོས་ན་ནས་ཆེ་ཤོས་དེ་ད་ལན་འོས་བསྡུ་གི་ཁྲིམས་འཆར་དེ་འགྱུར་བ་བཏང་ཡང་བརྩི་གི་ཡོད། དེ་སོང་ཙང་གྲོས་ཚོགས་ར་བ་ལ་ཡིན་པ་ཡིན་ནས་ཡང་ཐེངས་གཉིས་འོས་བསྡུ་བླུགས་པ་ཡིན་ན་འདི་འདྲས་བྱེད་གི་འདུག་བྱས་རྗེས་ཟིན་བྲིས་འཇོག་ཡོད་རེད། ད་ཐེངས་གཅིག་བླུགས་པ་ཡིན་ན་འོས་བསྡུ་འདི་འདྲས་བྱེད་འདི་འདྲས་ཀྱི་ཡོང་གི་རེད་ཅེས་ཞིབ་སུ་གྲགས་པ་ཡོད་པ་ཡིན་ན། བཀུར་འོས་སྤྱི་འཐུས་རྣམ་པ་ལ་གདམ་ཀ་གསལ་བོ་ཡོང་གི་རེད། བགྲོ་གླེང་མཐིལ་ཕྱིན་ཡོང་གི་རེད། དེའི་གཞུག་ལ་ཐུགས་ཐག་ག་རེ་གཅོད་པ་དེ་གཅོད་པ་རེད། ཡིན་ན་ཡང་ཟིན་བྲིས་གཉིས་ཀ་མེད་པའི་ཐོག་ནས་བགྲོ་གླེང་གནང་བ་ཡིན་པ་ཡིན་ན་ད་ལས་ད་འོད་དུ་གཉིས། བྱས་པའི་ཟིན་བྲིས་འཇོག་བསྡད་རེད་འདིའི་ཐོག་ལ་ཐེངས་གཅིག་གླུ་དབྱངས་གཞི་བཞག་པའི་ཐོག་ནས་འགྱུར་བ་དེ་འདྲ་བཏང་བ་ཡིན་ན་འདི་ར་མ་ལུག་ཆགས་པའི་ཉེན་ཁ་ཡོད། ཡང་ཐེངས་གཅིག་གཞི་བཞག་པའི་ཐོག་ནས་ཐེངས་གཉིས་གཙོ་བོ་ཟིན་ཚར་བའི་བགྲོ་གླེང་བྱས་པ་ཡིན་ན་འདི་ར་མ་ལུག་ཆགས་པའི་ཉེན་ཁ་ཡོད། ཨ་ཀུ་རེ་བཅུ་དུས་འགའ་ཤས་དགོངས་ཚུལ་ལ་ཏན་ཏན་རེད་གྲོས་ཚོགས་འགྲོ་སྟངས་ཐོག་ནས་ད་ག་ཟིན། ཐེངས་གཅིག་འགྲོ་ཚར་བར་དེ་བརྗོད་པ་གཉིས་པ་འགྲོ་བའི་སྐབས་ལ། བཀའ་ཤག་བགྲོ་གླེང་ལ་ཆ་ཤས་བྱས་ཡོད་རེད་འདི་དུས་བཀའ་ལ་བྱས་ན་འགྲིག་གི་རེད་ཟེར་འགྲོ་སྟངས་འགྲོ་ལུགས་ཐོག་ནས་རེད། ཡིན་ན་ཡང། སྔོན་མ་འོས་བསྡུ་ལྷན་ཁང་དང་བཀའ་ཤག་ཐོག་ནས་འོས་བསྡུ་གི་སྒྲིག་གཞི་ཐེངས་གཅིག་བྱས་པའི་ཟིན་བྲིས་བཟོས་བའི་སྐབས་ལ་དོན་ཚན་མང་པོ་ཞེ་བོ་ཞིག་འདུག་དེ་དེ་ཆ་ཤས་ལེན་བྱེད་དོན་ཚན་རེ་རེ་གང་ལ་བགྲོ་གླེང་བྱས་བྱས་འགྱུར་བ་བཏང་བསྡད་པ་ཡིན་ན་ར་མ་ལུག་ཆགས་ཡ་རང་གི་ཉན་གི་འདུག་དེ་སོང་ཙང་ད་ལྟ་ང་ཚོ་ལ་དུས་ཚོད་ཡོད་རེད་དུས་ཚོད་ཡོད་ཡོད་དོན་གང་ལ་ཐེངས་གཅིག་ཆགས་པ་འདི། ག་འདྲེ་བཞི་དོགས་ཟིན་བྲིས་ཆ་ཚང་ཡོད་པ་བྱེད་ཐེངས་གཉིས་ཆགས་པ་ག་འདྲེ་དོགས་ཟིན་བྲིས་ཆ་ཚང་ཡོད་པ་ཡིན་ན་བགྲོ་གླེང་མཐིལ་ཕྱིན་བྱས་པ་ཡིན་ན་མི་མང་ལ་ཡང་གོ་རྟོགས་ཡོང་གི་རེད་འདིའི་ཤོག་ལ་འགྱུར་བ་ག་རེ་བཏང་བ་ཡིན་ནའི་ཡང་ང་ཚོའི་ཐོག་ནས་འགྱུར་བ་མེད་པ་ཆགས་ཀྱི་རེད་དཔེར་ན་ཆ་བཞག་པ་ཡིན་པ་ཡིན་ན་འཛམ་གླིང་ཡོངས་ནང་ལ་འོས་བསྡུ་གི་དུས་ཚོད་ཉུང་རུ་བཏང་གི་འདུག་ཐེངས་གཅིག་བྱེད་དགོས་འདུག་ཟེར་དེ་སྤྱི་མོས་རང་རེད་ད་རྒྱ་གར་ནང་ལ་ཉེ་ཆར། ཉེ་རྒྱ། རྒྱ་གར་གྱི་སྲིད་བློན་ནཱ་རེན་དཱ་མོ་དཱི་གཙོས་པའི་འོས་བསྡུ་གི་འགན་འཛིན་ཚོ་གར་སོང་གོ་ཚེ་ན། དབུས་མངའ་སྡེའི་ས་གནས་ཚང་མ་འོས་བསྡུ་ཐེངས་གཅིག་བླུག་གོ་རེ་ད་དུས་ཚོད་ཉུང་ཉུང་བཟོས་གོ་རེ་བྱས་ཏེ་རྒྱ་གར་ནང་སྲིད་བདེ་བར། ཡུ་རོབ་ནང་ལ་དུས་ཚོད་ཉུང་ཉུང་ལ་འོས་བསྡུ་ཚགས་པོ་འདུག་ཟེར་ཏེ་སྲིད་བདེ་བར་ཉེ་རྒྱ། ང་ཚོ་འདི། གསུམ་བཅུའི་དུས་དྲན་སྐབས་ལ། ཨ་ནི། ང་ཚོ་སྐུ་མགྲོན་རྣམ་པ་ཕེབས་པ་རེད་ཕྱི་རྒྱལ་ཁག་ནས་སྐུ་མགྲོན་རྣམ་པ་ཕེབས་པ་རེད་ང་ཚོ་འོས་ལྡུག་སྐབས་ལ་ཐུགས་སྣང་གནང་མཁན་ཁོ་རང་ཚོ་ཕེབས་པ་རེད་ཁོ་ཚོ་ཚང་མས་ཀྱིས་རྒྱལ་སྤྱི་ཡོངས་ལ་ཐེངས་གཅིག་ཆེད་དུས་ཚོད་ཐུང་ཐུང་ཆུ་ནས་འགྲོ་དགོས་རེད་བྱས་རྗེས་ཁོ་རང་ཚོ་ཚང་མས་མུ་མཐུད་བྱེད་པ་རེད Australia ལ་ཡིན་པ་ཡིན་ན་ཡང Australia འཐུས་མི་ཁོ་རང་རང་གཟིགས་འདུག་བདུན་ཕྲག་དྲུག་བདུན་ཕྲག་བདུན་བདུན་ཕྲག་བརྒྱད་བདུན་ཕྲག་བཅུ་ནང་ཁུལ་ལ་འོས་ལྡུག་ཚགས་པོ་རེད་བྱས་རྗེས་འགྲོ་ལེ་འགྲོ་བསྡད་ཡོད་རེད་ད་ད་ལྟའི་ཐེངས་གཉིས་གླུ་ཡག་གི་ཟིན་བྲིས་ན་གཟིགས་གནང་དང། ཡིན་ན Tops ལྟས་པའི་གཟིགས་པ་ཡིན་ན་ཡང་ད། ཟླ་བ་གཉིས་ལྷག་སུ་ཉུང་རུ་བཏང་ཡོད་རེད་མ་གཏོགས་སྔོན་མ་གི་དུས་ཚོད་རང་འཇགས་སུ་རག་ཅི་རེད་བཞག་འདི་ལ་སྡོད་ཁག་ལ་འོས་ལྡུག་གི་སྔོན་མ་ང་ཚོས་ཟླ་བ་བཅོ་གསུམ་བརྩི་བ་ཡིན་ན་ཟླ་བ་བཅུ་གཅིག་ཆགས་པ་རེད་བཅུ་གཅིག་བརྩི་བ་ནི་དགུ་ཆགས་པ་རེད་དགུ་ཆགས་པ་ནི་བདུན་ཆགས་པར་བཏང་ཟླ་བ་བདུན་གི་འོས་ལྡུག་བྱེད་དགོས་བ་ད་ད་འདི་སྐོར་ག་འདྲི་རེད་ཟེར་ན་ཞིབ་འབྲི་ཞུ་ཡ་ཡོད་ད་ཟླ་བ་བདུན་གི་འོས་ལྡུག་བྱས་པ་ཡིན་ན་ཉེན་ཁ་འཇིགས་པོ་ཞེ་བོ་ཞིག་མཐོང་བསྡད་དགོས་འདུག་གང་ལ་ཟེར་ན་འོས་ལྡུག་གི་འགན་འཁྱེར་མཁན་འོས་ལྡུག་ལྷན་ཁང་རེད་ད་འོས་ལྡུག་ནང་ཆ་ཤས་ལེན་མཁན་གཙོ་བོ་ཇི་ལྟར་གྲོས་ཚོགས་རག་བ་ནང་ལ་མང་ཤོས་སྲིད་སྐྱོང་ཆགས་བསྡད་ཡོད་རེད། སྲིད་སྐྱོང་གི་མྱོང་ཚོར་དེ་འོས་བསྡུ་ད་ལས་ཡུན་རིང་ཆགས་ཅིག་རྐྱེན་ག་རེ་ཉེན་ཁ་ག་རེ་ཡོད་རེད་སྤྱི་ཚོགས་ནང་དོ་ཕོག་ག་རེ་མྱོང་ཚོར་ཆེ་ཤོས་ཅིག་སྲིད་སྐྱོང་ཆགས་ཐུབ་ཀྱི་རེད་ད་འོས་བསྡུ་གི་སྒྲིག་གཞི་འགྱུར་བ་ཕྱིན་པ་ཡིན་ན་སྲིད་སྐྱོང་སྒེར་ལ་ཁྱད་པ་ཅི་ཡོད་མ་རེད་དྲང་པོ་ཞུས་པ་ཡིན་ན་ང་སྐྱར་དུ་འོས་ཤོག་ལང་ཡ་ཡོད་མ་རེད་འོས་ཤོག་ལང་ཡ་མེད་དོན་གོ་ལ་འོས་བསྡུ་སྒྲིག་གཞི་དེ་ག་འདྲི་ཅིག་འགྱུར་བ་ཕྱིན་པ་ཡིན་ན་ང་ལ་ཁེ་ཕན་སྤུ་ཙམ་ཅིག་ཡོད་མ་རེད་ཡིན་ན་ང་བོད་པ་གངས་ཅན་པ་སྦྱིན་པའི་ཆ་ནས་སྲིད་སྐྱོང་ཞིག་ཡིན་པའི་ཆ་ནས་ང་རང་མྱོང་ཚོར་མྱངས་ཡོད་ཙང་ཉིས་སྟོང་བཅུ་དྲུག་ནང་བཞིན་ཉིས་སྟོང་ཉིས་རྩ་གཅིག་ལ་མ་ཡོང་ཡ་ཆེད་དུ་འགན་འཁྱེར་བའི་ཐོག་ནས་ཞུས་པ་ཡིན་ན་ཐུགས་ཕན་གསོས་ཀྱི་རེད་བསམ་པའི་དར་ཞུ་གི་ཡོད། ད་ང་ཚོ་རྙོག་ར་ཆེན་པོ་ཞེ་དྲག་ཆགས་འདུག་རྙོག་ར་ནང་ནས་ཆེ་ཤོས་དེ་ག་རེད་ཟེར་ན་ཁ་ཟས་ང་ཚོ་གྲོས་ཚོགས་ནང་ལས་བཟུང་སྐུ་ར་བཅུ་དུས་ཚང་བས་མུ་མཐུད་གནང་གི་འདུག་ད་ལས་སྤྱི་ཚོགས་འཁྲུག་ཆ་དེ་བཞི་བོ་ཆགས་ཐེབས། རྡ་རམ་ས་ལ་ལ་དཀའ་མོས་ག་རེ་བྱུང་བ་ཡིན་ནས་ཡང་ཚོད་ཚོད་དྲུག་རྗེས་ལ་ཡུ་རོབ་ལ་སྦིར་སྒྲ་གྲག་གི་རེད་ཡང་ཚོད་ཚོད་དྲུག་རྗེས་ལ་ཨ་རི་ལ་སྦིར་སྒྲ་གྲག་གི་རེད་ཚོད་ཚོད་ཉིས་རྩ་བཞི་ནང་ཞི་འཇགས་ཡོང་ལ་ཁྱབ་ཚགས་པར་དང། ཉིས་སྟོང་བཅུ་གཅིག་ལ་འོས་བསྡུ་ལངས་བའི་སྐབས་ལ་ང་རང་རང་ཧ་གོ་གོ་ད་ས་གནས་ལ་གོ་ཐོ་དཔེ་གོ་གོ་ར་བདུན་ཕྲག་གཉིས་ལ་མ་གཏོགས་གཞི་ཆགས་གནས་ཚུལ་འཇོག་གོ་མ་རེད་ད་ད་ད་ཚོད་ཉིས་སྟབས་བཞི་ལ་འཇོག་གོ་རེད། ད་ངེད་ཅག་རང་ཨ་རི་ནང་ལ་འོས་བསྡུ་ནང་རྙོག་དྲ་ཆེ་ཤོས་ག་རེ་བྱུང་བ་རེད་ཟེར་ན་ཨ་རི་གི་འོས་བསྡུ་ཆེན་མོ་ལ་སྲིད་འཛིན་གི་འོས་བསྡུ་ཆེན་མོ་ལ་ར་ཤ་གི་ཐེ་ཇོས་བྱས་ཤགས་བས་ར་ཤ་གི་ཐེ་ཇོས་བྱས་བྱས་ཨ་རི་གི་སྲིད་འཛིན་ཤོར་ཐོབ་ལ་ཁད་པ་བཟོས་ཡོད་རེད། བྱེད་ཆེད་ཡོངས་བསྒྲགས་རེད་དེ། མ་ཟད་ཨ་རི་ནང་ལ་འབྲེལ་ཡོད་ལས་ཁུངས་ཚོ་ཡོད་ནས་ཡང་ཐེ་བྱུས་བྱས་ཤག། ད་གྲོས་ཚོགས་རང་ནས་ཞིབ་འཇུག་བྱེད་ཀྱི་ཐེ་བྱུས་བྱས་རྗེས་སྲིད་འཛིན་ཐོབ་ཤོར་ལ་མཁས་པ་འགྲོ་དང་འགྲོ་མི་འདོ་ཟེར་གོ་ར། ད་ང་ཚོའི་སྤྱི་ཚོགས་གནས་སྟངས་ག་འདྲས་ཆགས་ཡོད། ང་ཚོའི་སྤྱི་ཚོགས་ནང་ཚ་མི་ཟེར་གོ་ར་ཡོངས་བསྒྲགས་མུ་མཐུད་རེད། རྒྱ་མིས་ཀྱི་རྒྱུགས་ཁྱི་རྒྱ་མིས་ཀྱི་སོ་བ། དོལ་རྒྱལ་རྗེས་འབྲང་པ་དུས་ཚོད་མང་པོ་ཡོད་ངེས་སྤྱི་པའི་འགན་ཁྱི་མ་ཁོང་ངེ་ཚང་མ་འོས་བསྡུ་ལང་བའི་སྐབས་ལ་རོ་ལངས་ལངས་བ་ནང་བཞིན་ཐེ་བྱུས་བྱེད་བྱེད་སྤྱི་ཚོགས་ནང་དཀྲོག་གཏམ་ཅིག་སྤེལ་ཡོང་དོད་ཁ་ལ་ཟི་ལིང་བི་ལིང་ཆགས་ཡོང་དོད་སྐབས་ལ་ང་ཚོ་ཚང་མ་འགན་ཁྱི་ངེས་ཡིན་པའི་ནས་བྱེད་བསམ་ཡག་པོ་ཆགས་ཡོང་དོད་ད་འདི་གས་ལ་དུས་ཚོད་ག་ཚོད་མང་ང་གནང་བ་ཡིན་ནས་ཡང་གོ་སྐབས་མང་ཡ་རེད་ཨ་རིག་གི་འོས་བསྡུ་བསླུ་བའི་སྐབས་ལ་དུས་ཚོད་མང་བའི་རྐྱེན་གྱིས་ར་ཤ་ཡ་གི་ཐེ་བྱུས་མང་ང་བྱས་ཤག་ཟེར་ཏེ་ཡོང་དར།

སྐྱོན་བརྗོད་རྐྱང་རྐྱང་བྱེད་བྱེད་ལན་འཕགས་སྐྱེ་ཚུགས་སྐྱེ་དྲག་རྒྱ་རྒྱུད་བྱེད། བྱེད་ཡོང་སྡོད་ཁག་ལ་ང་ཚོ་དེ་ལ་སྐྱོན་བརྗོད་རྐྱང་རྐྱང་བྱེད་ཡོང་སྡོད་ཁག་ལ། ད་བཀའ་ཤག་གི་སྐབས་བཅུ་དྲུག་བཀའ་ཤག་འདི་སྟེ་དགུ་གོ་འདི་སྡོད་སྐབས་ལ་སྲིད་སྐྱོང་ཕེབས་ངེས་ཏེ་སྐྱོན་བརྗོད་ཆེན་པོ་རྐྱང་རྐྱང་བྱེད། གཞི་མེད་ཀྱི་སྐྱོན་བརྗོད་རྐྱང་རྐྱང་མགོ་ལ་གོན་བྱེད་ཕེབས་པ་ཡིན་པ་ཡིན་ན། ད་སྲིད་སྐྱོང་གི་ནུས་པ་ག་འདྲས་སུ་ཐོན་ཐུབ་འོ་རེད་ད། བཀའ་ཤག་གི་ནུས་པ་ག་འདྲས་སུ་ཐོན་ཐུབ་འོ་རེད། ཀུ་རེ་སྤྱི་འཐུས་རྣམ་པ་གཙོ་ཡིན་པ་ཡིན་ནའི་གཞི་མེད་སྐྱོན་བརྗོད་ཆེ་ཐག་ཆོད་ཆེ་རྐྱང་རྐྱང་ཆེ་ཕལ་ཆེ་ཨ་འདྲི་གྲོས་ཚོགས་སྐབས་བཅུ་བདུན་གང་ཕེབས་པ་ཡིན་པ་ཡིན་ན་གཞི་ག་འདྲས་ཅི་ལ་བཞག་ནས་ཕྱག་ལས་གནང་གི་ཡིན་པ། གང་ཟེར་ན Public Perception ཟེར་དངོས་ཡོད་གཅིག་རེད་ཕྱིས་ཀྱི་རྣམ་པ་རེད། ཕྱིས་ཀྱི་རྣམ་པ་དང་དངོས་ཡོད་བྱས་ན་མཚམས་དུ་ཕྱིས་ཀྱི་རྣམ་པ་དེ་ཉན་གྱི་འཇིག་གི་རེད། དེ་སོང་ཙང་དུས་ཚོད་ག་ཚོད་རིང་ང་ཡོད་པ་ཡིན་ནའི་ཡང་སྤྱི་ཚོགས་ནང་ལ་དཀྲོག་གཏམ་སྤེལ་ཡག་གི་ཉན་ཁ་ཆེ་ཡག་ཡོད་རེད། ད་གཙོ་བོ་ཞུ་ཡག་འདི་རེད།

སྤྱི་ཚོགས་ནང་ལ་གནས་ཡུལ་མི་སྣ་ཚོ་ཡོད་པ་ཡིན་པ་ཡིན་ན་འོས་མི་ཐོན་ཡ་ལ་ཕན་གི་རེད་ཟེར་གོ་ད་སྔོན་འགྲོ་ན་ཚང་མའི་གླུ་བཞག་པ་ཡིན་པ་ཡིན་ན་འདི་ཐབས་ལམ་ལས་སླ་པོ་ཞིག་རེད་འོས་བསྡུ་ལྷན་ཁང་ལ་འོས་ཤོག་བཞག་མཁན་སུ་ཡོད་པ་ཡིན་ནའི་ཡང་མིང་ཡང་མཚན་ཡང་ཕུད་ཁོ་རང་འོས་མི་ཆགས་ཚིག་གོ་ལ་སྤྱི་འཐུས་འོས་མི་ཆགས་པ་རེད་སྲིད་སྐྱོང་འོས་མི་ཆགས་པ་རེད་ད་གནས་ཡུལ་མི་སྣ་དེ་འདྲས། འོས་ཤོག་ལང་ངེས་ཡིན་ཟེར་མཁན་དེ་འདྲ་ཡོད་པ་ཡིན་ན་མི་ལྔ་བཅུ་གིས་འོས་མི་ཡག་ཕུད། སྲིད་སྐྱོང་ཡིན་པ་ནས་མི་བརྒྱ་གཉིས་ཀྱིས་འོས་མི་ཡག་ཕུད་ཕུད་ཚར་བའི་ཤུགས་ལ་འོས་བསྡུ་ལྷན་ཁང་གིས་མི་བརྒྱ་དང་མི་ལྔ་བཅུ་གིས་རྒྱབ་སྐྱོར་བྱེད་ངེས་ཀྱི་ཆ་རྐྱེན་འདི་གལ་སྲིད་བོད་པ་ཡིན་དམ་པའི་བཅར་འདྲི་ལ་དེ་གནང་གི་ཡོད་དམ་མེད་ཚང་མ་སྲིད་འདི་ཡོད་པས་ནི་འོས་མི་ཆགས་འགྲོ་གོ་རེད། འདི་སོང་ཙང་འོས་མི་ལང་འདོད་ཡོད་པ་ཡིན་ན། སོ་སོ་ལང་འདོད་ཡོད་ན་སོ་སོ་དེབ་སྐྱེལ་བྱས་ཡ་རེད། སོ་སོ་ལང་འདོད་མེད་ཅིང་གཞན་གྱི་བླང་ཡ་གནས་ཡོད་མིན་ན་གཞན་གྱི་བླང་ཡ་ཡོད་པས་ནི་མི་ལྔ་བཅུ་བྱས་པས་མི་བརྒྱ་བྱས་པས་ཀྱི་ལང་ཐུག་གོ་རེད། དེ་གནད་འགག་དེ་སེལ་འགྲོ་གོ་རེད། དུས་ཚོད་དེ་ཉུང་དུ་འགྲོ་གི་བ་རེད། དེ་ཞུགས་ལ་འོས་བསྡུ་ལྷན་ཁང་ནས་མིང་དེ་གའི་ཚང་མ་གསལ་བསྒྲགས་བྱས་རྗེས་འོས་བསྡུ་ལ་ངས་འདི་རེད་ད་ཐེངས་གཅིག་བླུགས་ཤོག་ཟེར་ལ་ཐེངས་གཅིག་བླུགས་པ་ཡིན་པ་ཡིན་ན། ཐོབ་ངེས་ཐོབ་འགྲོ་གི་རེད་ཤོར་ངེས་ཤོར་འགྲོ་གི་རེད་གནས་ཚུལ་ཉུང་ང་ཡ་རེད། གང་ལ་ཟེར་ན་ཐེངས་དང་པོ་དེ་ལ་ང་ཚང་མས་མཁྱེན་གི་རེད། ཐེངས་པོ་དང་པོ་དེ་ལ་ག་རེ་ཆགས་གི་རེད་ཟེར་ན། སོ་སོའི་འོས་མི་ངོ་སྤྲོད་བྱས་དེ་རེད། ད་ནི་སོ་སོ་ག་རེ་བྱེད་ཀྱི་ཡིན་པ་བྱས་རྗེས་གཞིས་ཆགས་ཁག་ལ་ག་བ་ངོ་སྤྲོད་བྱས་གོང་ཚང་མ་ངོ་སྤྲོད་བྱས་རྗེས་ཐེངས་དང་པོ་བླུགས་ཚར་བ་ཞིག་ལ་མི་མ་བདམས་ཚར་བ་རེད་མི་དེ་ངོ་སྤྲོད་བྱུང་བ་རེད། བྱ་ལས་ག་རེ་གནང་གི་ཡིན་པའི་ངོ་སྤྲོད་བྱུང་ཚར་བ་རེད་འོས་ཤོག་འཕེན་ཚར་བ་ཐག་ཆོད་ཚར་བ་རེད། ད་སྤྱི་ཚོགས་ནང་ལ་ང་རང་མྱོང་ཚོར་ཡིན་ད། སྔོན་འགྲོ་དང་དངོས་གཞི་ལ་ཁྱད་པར་ག་རེ་འདུག་ཟེར་ན་དངོས་གཞི་སྐབས་ལ། མི་དམངས་ཡིན་ནས་ཡང་ད་འོས་མི་ངོ་སྤྲོད་བྱས་ཚར་རེད། འོས་མི་བྱ་ལས་ག་རེ་གནང་གི་ཡོད་མེད་ངོ་སྤྲད་བྱས་ཚར་རེད། ད་དེ་ནས་དངོས་གཞི་ལ་ག་རེ་དོ་སྣང་བྱེད་དགོས་ཟེར་ན། ད་དེ་མིན་པས། སྐྱོན་བརྗོད་དང་གནས་ཚུལ་མ་འདྲ་བ་དང་ཁུངས་མེད་ལུང་མེད་སྐྱོན་བརྗོད་ལ་མི་དམངས་འགས་དོ་འདྲ་མང་ང་བྱེད་གི་འདུག་གང་ཟེར་ན་འོས་མི་ཤི་འགོ་བ་རེད། བོད་མི་ག་རེ་བྱེད་ཀྱི་ཡོད་པ་ཤིན་ཀོ་བ་རེད་ད་འདི་མ་འགྲིག་པ་ག་རེ་རེད་ཨ་དཀྲོག་གཏམ་མང་པོ་སྤེལ་ཡོད་དེ་ཁོ་ན་མི་མང་གི་འདི་ཕྱོགས་ལ་འགྲོ་ངེས་སོ་ར་བ་བྱེད་ཨ་ནི་གཞི་མེད་སྐྱོན་བརྗོད་དངོས་ཡོད་ཆགས་བསྡད་ངེས་སོ་ར་བ་བྱེད་ཨ་དུས་ཚོད་ག་ཚོད་རིང་ང་ཡོད་པ་ཡིན་ནའི་ཡང་རྙོག་དྲ་རྐྱང་རྐྱང་ལྷག་བསྡད་ངེས་སོ་ར་བ་བྱེད་ད། ད་ལྟ་བར་དུ་ང་ཚོ་སྤྱི་འཐུས་ཀྱི་འོས་ཤོག་བླུགས་ཡོད་རེད་སྲིད་སྐྱོང་འོས་ཤོག་བླུགས་ཡོད་དེ་སྔ་བཀའ་བློན་ཁྲི་པའི་འོས་ཤོག་བླུགས་ཡོད་རེད་ཐེངས་གཉིས་བླུགས་ནས་མཁས་པ་གང་ཡིན་བཟོས་ཡོད་རེད་མཁས་པ་གང་ཡིན་བཟོས་ཡོད་མ་རེད། དཔེར་ན་སྤྱི་འཐུས་ནང་ལ་ཡིན་པ་ཡིན་ན་སྲིད་སྐྱོང་ལ་ཡིན་པ་ནི་བཀའ་བློན་ཁྲི་པ་དང་ཟིན་ན། སྔོན་འགྲོ་ལ་དང་པོ་སླེབས་ངེས་དེ་དངོས་གཞི་ལ་དང་པོ་སླེབས་འགྲོ་བསྡད་ཡོད་རེད། དེ་དེ་རྩོད་མེད་རེད། སྤྱི་འཐུས་ནང་ལ་ཟིན་ན་དང། སྔོན་འགྲོ་ནང་ལ་མི་ཉི་ཤུ་མ་བཏོན་ཡོང་དགོས་བ་རེད། ཉི་ཤུ་ནང་ནས་དངོས་གཞི་ལ་ཐེངས་གཉིས་པ་བླུགས་བྱས་ག་ཚོད་ཁྱད་པར་འགྲོ་གི་འདུག།

བརྒྱ་ཆ་བདུན་ཅུ་བརྒྱད་ཅུ་སྔོན་འགྲོ་ནང་ལ་དྲང་པོ་གསོལ་ཕོད་བཅུ་ཡོང་མཁན་འདིས་བདམས་ཡོང་གི་འདུག་ཐེངས་གཉིས་བསླུས་པ་ཡིན་པ་ཡིན་ན་མཁས་པ་ག་རེ་འགྲོ་གི་མི་འདུག་གཅིག་གཉིས་མཁས་པ་འགྲོ་གི་རེད་ཐེངས་གསུམ་བསླུས་པ་ནས་བཞི་བསླུས་པའི་འདང་ན་མཁས་པ་འགྲོ་འགྲོ་བ་བསྡད་ཀྱི་རེད་དེ་དེ་འགྲོ་སྟངས་རེད་ཧ་ཟེར་ན་ཨང་ཀི་བདུན་པ་བརྒྱད་པ་དགུ་པ་བཅུ་པ་བཅུ་གཅིག་བཅུ་གཉིས་ལ་འོས་ཤོག་ལྟ་བཅུ་ཉི་ཤུ་བརྒྱ་ཉིས་བརྒྱ་ལ་མཁས་པ་མེད་ཙང་འདི་གི་མཁས་པ་འགྲོ་བསྡད་གོ་རེ་མ་གཞན་པ་ག་རེ་མ་རེད་དེ་སོང་ཙང་ཐེངས་གཉིས་བསླུས་པ་ཡིན་པ་ཡིན་ན་དུས་ཚོད་འཕྲོ་བརླག་རེད་ཤག་འགྲོ་སོང་འཕྲོ་བརླག་རེད་ཤག། འདིའི་ནང་ནས་ད་ཐེངས་གཅིག་འགྲོ་ངེས་དང་ཐེངས་གཉིས་འགྲོ་ངེས་ཁྱད་པར་ག་རེ་ཡོད་ཟེར་ན། ཐེངས་གཉིས་པ་འདི་ལ་ག་རེ་རེད་ད་སྔོན་འགྲོ་ན་ང་ཚོ་མི་ཉུ་ཤུ་དོན་ཚར་བ་རེད། འོ་བཅུ་གཅིག་རེ་ཉུ་ཤུ་གི་འགན་འདི་ག་རེ་རེད་ད་ང་དྲང་པོ་ཞུ་གི་ཡོད་ད་ང་འོས་ཤོག་ལངས་ཚར་ངོས་ཤོག་རྐྱང་དུ་ལངས་དགོས་གི་མ་རེད། སྲིད་སྐྱོང་ཐེངས་གཉིས་པ་གསུམ་པ་ཨང་གཉིས་པ་གསུམ་པ་ཡོད་ངེས་འགན་འདི་ག་རེ་ཟེར་ན་ཐེངས་གང་ལ་ཡོད་ངེས་དེ་མང་ཐེངས་ཀྱི་སོ་སོ་ཡག་འགྲོ་གོ་རེ་མ་གཏོགས་གཅིག་པའི་ཡང་ག་འདྲ་ཞིག་འགྲོ་ག་འོས་མི་ངས་མ་གནང་བའི་ཡིན་ནས་ཕྱོགས་གཏོགས་བྱེད་ངེས་གནང་གི་རེད་དཔེར་ན་འོས་བསྡུ་ལྷན་ཁང་ལ་བཀའ་འདྲི་གནང་དང། སྲིད་སྐྱོང་གི་འོས་མི་གི་སྔོན་འགྲོ་དང་དངོས་གཞི་ལ་ཨ་ནི་ད་ལྟ་འོས་བསྡུ་ལྷན་ཁང་རང་གིས་གསུང་གི་རེད་ད་སྔོན་འགྲོ་དང་དངོས་གཞི་ལ་སྐྱོན་བརྗོད་བྱེད་ངེས། གནས་ཚུལ་འདྲ་མིན་སྣ་ཚོགས་བཀླག་ངེས་ལས་ཁུངས་ལ་ཞུ་གཏུག་ཕུལ་ངེས་མང་རུ་ཞི་བ་ཅིག་མང་རུ་འགྲོ་གི་འདུག་ག་རེ་རེད་ཞིབ་འཇུག་གནང་ཆེད་འོས་བསྡུ་ལྷན་ཁང་ཞིབ་འཇུག་གནང་ག་ཕེབས་དང་ག་རེ་རེད་ཟེར་ན་སྲིད་སྐྱོང་འོས་མི་དང་པོ་ལ་ད་ཕན་ནས་སྐྱོན་བརྗོད་བརྒྱ་ཐམ་པ་བྱུང་ཡོད་པ་ཡིན་ན་འོས་མི་གཉིས་པ་བར་གྱི་རྒྱབ་སྐྱོར་བྱེད་ངེས་ཚོགས་ཀྱི་བརྒྱ་ཆ་དགུ་བཅུ་འོས་མི་དང་པོ་དེ་ལ་སྐྱོན་བརྗོད་རེད་ད། དེ་འོས་འདོད་ཁང་ལ་བརྒྱ་ཆ་དགུ་བཅུ་དང་བརྒྱ་ཆ་བཅུ་རེད། ཨ་དེ་ཁག་ཡོད་མ་རེད། གང་ཟེར་ན། ང་ཚོ་ཚང་མ། མི་རྟག་པ་རེད། འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་རྣེམས་བཞག་ཡོད་རེད། ཨ་ནི་འོས་བསྡུ་སྐབས་ལ་ཞེ་སྡང་དང་ཨ་ནི་འདོད་ཆགས་ཚང་མ་ལངས་སླད་ཆེད་ང་ཚོ་གི་ནམ་རྒྱུན་སྡུག་རི་ངན་དེ་ཚང་མ་དོན་ཡོང་གི་འདུག་བ། ཨ་ནི་དུས་ཚོད་ག་ཚོད་རིང་ང་ཡོད་པ་ཡིན་ནས་ཡང་སྡིག་གི་གོ་སྐབས་མང་ང་རག་ཡོང་གི་རེད། དེ་ནི་སྡུག་རི་ངན་ཚེ་ཤེས་སྒོ་རེད་བཤད་ཡོང་འདོད་སྐབས་ལ་ད་ཕྱོགས་གཏོགས་བྱས་ནས་དེབ་སྐྱིད་ལ་རྒྱ་མིས་རྫུས་བྱས། ར་ཤི་ཡ་གི་ཨ་རི་ནས་བརྫུས་པ་ན་ཤི་རྒྱ་མིས་བརྫུས་ཆེ་ང་ཚོ་ཐེ་ཚ་དགོད་ཚ་བཟོས་ཡག་གི་ཉེན་ཁ་ཞིག་མཐོང་བསྡད་གོ། ངེད་ཅག་རང་ང་སྤུན་ནེ་འགྲོ་བའི་སྐབས་ལ་རྒྱ་གར་གྱི་འོས་བསྡུ་འགན་འཛིན་གསུམ་ཆེད་དུ་མངགས་ནས་འོས་བསྡུ་སྒྲིག་གཞི་རྒྱ་གར་གྱི་འོས་བསྡུ་སྒྲིག་གཞི་འགྱུར་བ་བཏང་ཡག་སྐོར་བགྲོ་གླེང་གནང་སོང། དེ་དངོས་ཡོད་གནས་ཚུལ་རང་ཁོ་རང་ཚོ་རང་གསུང་གི་འདུག་རྒྱ་གར་ལ་དུས་ཚོད་ཐུང་རུ་བཏང་བ་རེད། ཐེངས་གཅིག་རང་བྱས་དགོས་རེད། དེ་གསུང་གི་འདུག་གང་ལ་ཟེར་ན་ད་ང་ད་རེ་ཉེ་ཆར་ར། ད་འདི་འདི་ཞེས་བྱ་བའི་ཐོག་ནས་ཉེ་བའི་ཆ་ནས་རྒྱ་གར་འོས་བསྡུ་ནང་ལ་ཡིན་པ་ཡིན་ནའི་འོས་བསྡུ་དུས་ཚོད་དུས་ཚོད་ཐུན་ཐུང་བྱེད་དགོས་རེད། ཉེ་ཆར་མངའ་སྡེ་ལྔ་བྱས་པ་རེད་མངའ་སྡེ་ལྔ་དེ་ཉི་མ་གཉིས་རྩ་བདུན་བྱས་པ་རེད། དཔེ་ས་ཡ་གཉིས་བརྒྱད་ཙིག་གི་འོས་བསྡུ་ཉི་མ་གཉིས་རྩ་བདུན་བྱས་པ་རེད། ད་ཁོ་རང་ཚོ་གི་སྐྱོན་ཞིག་ད་ཡིག་ཐོག་རང་ནས་ཡོད་རེད་ངག་ཐོག་ནས་ཡོད་རེད་ག་རེ་ཟེར་གི་འདུག་ཟེར་ན་ད་ཉེ་འགྲམ་མངའ་སྡེ་ཞིག་རེད་ངས་མིང་ཞུས་མི་དགོས་ཞེས་ད་འདི་ཚགས་པར་ཡོངས་ལ་ཡོད་རེད་ད། ཕ་སྐད་ནང་ལ།

ཧཱུྃ། བཀྲ་ཚང་ཞིག་ངས་ཁོ་རང་སྐད་ཅིག་ཁྲིད་པ་ཡིན། ད་ཐིག་ཁའི་ཚང་མ་གཞུང་ལ་ཕྱག་ལས་གནང་གི་ཡིན་ཟེར་ལ་མགོ་བོར་བ། རེད་ཟེར་གྱི་འདུག་མཐའ་མ་ངེད་རྟ་ཀྲམ་ཨ་རག་འདི་འདྲའི་གཏམ་དེ་གཞུང་གི་རྒྱ་ཁབ་ཀྱི་ཅིག་ཡོད་རེད་བ། ཡ་རབས་བཟང་སྤྱོད་དང་ཆང་རག་མ་བཏུང་ཟེར་ཡ་དེ་བདེ་འཇགས་གནོད་གི་མ་རེད་ཟེར་རེད་ཟེར། དེ་སོང་ཙང་འོས་བསྡུ་ལ་དུས་ཚོད་ག་ཚོད་མང་ང་ཡོད་པའི་ནི་རྐྱེན་གཅིག་ག་རེ་ཡོད་རེད་ཟེར་ན། ད་དེ་ནས་དངུལ་དུང་ཕྱུར་ཞིག་གཏམ་གི་ཡོད་པ་ཡིན་ན་ཕ་ཕྱོགས་ཀྱི་དུང་ཕྱུར་འདི་གཏམ་གི་རེད་ཟེར། ད་འོས་མི་ལང་ངེ་འདི་གི་ཕ་ཕྱོགས་དུང་ཕྱུར་འདི་གཏམ་ན་དེ་ནས་དུང་ཕྱུར་གསུམ་ཐབས་ཤེས་བྱེད་ཁར་འགྲོ་དགོས་རེད་མ་གཏོགས་བྱས་ཡོད་མ་རེད་ཟེར།

སྐྱོན་ལས་མ་གཏོགས་ཕན་ཐོགས་ཡ་ཅེས་ཡོད་མ་རེད། གང་ཟེར་ན་ང་ཚང་མ་འདོད་ཆགས་ཞེ་སྡང་སྲིན་མོ་གཏི་མུག་གསུམ་གྱིས་བསྣེམས་བཞག་པའི་མི་ཞིག་རེད་ད། དེ་ཡོན་ཏན་བ་འདི་ལ་རྒྱ་མི་གི་གོ་སྐབས་བརྒྱུད་ནས་འགྲོ་གི་ཡོད་པ་དེ་གསལ་བོ་གསལ་རྐྱང་རེད་མ་གཏོགས། ག་ཚོད་དུས་ཚོད་རིང་ང་ཡོད་པ་ཡིན་ན་ཁོ་རང་ཚོ་ལ་གོ་སྐབས་མང་ང་གནང་གི་གོ་སྐབས་ལེན་གི་རེད་མ་གཏོགས་གོ་སྐབས་མ་ལེན་བཞག་གི་མ་རེད་ད། དེ་སོང་ཙང་ཐེངས་གཅིག་བྱས་པ་ཡིན་པ་ཡིན་ན་ཟླ་བ་གཉིས་ལ་ཚར་གི་རེད། ད་ཐེངས་གཉིས་བྱས་པ་ཡིན་ན་ག་ཚོད་མ་གོ་ག་ཚོད་ད་ཟིན་བྲིས་ཟིན་ན་ཟླ་བ་བདུན་འགོར་ཡ་རེད་བཞག།

དེ་ནས་རྐྱེན་གཞན་དག་ཅིག་གར་ཆག་གོ་ཟེར་ད་དེ་ཀུ་རེ་སྤྱི་འཐུས་རྣམ་པ་ཚོ་གི་ལྟས་སུ་རྟོགས་ཐུབ་ཀི་མ་རེད་ཕལ་ཆེར་མང་པོ་ཞིག་རྟོགས་ཐུབ་ཀི་རྟོགས་མ་ཐུབ་ཡ་ཞིག་གར་འདུག་ཟེར་ན། བཀའ་ཤག་ལ་ད་དེ་མྱོང་ཚོར་དེ་རེད། ད་ད་ལོ་འོས་ལྡུག་གི་ལོ་རེད་ད་བྱས་ཡོང་དུས་གང་ལ་བཀའ་ཤག་གི་ལས་འཆར་གནད་འགག་ཆེ་གསར་པ་ག་རེ་ཡོད་ནས་ཡང་ལག་བསྟར་བྱས་ཡོད་མ་སྒོ་རྒྱག་པ་རེད་ཟེར་ད་རེད་ད་དེ་དངོས་ཡོད་གནས་ཚུལ་རེད། ལོ་གཅིག་ད་བཀའ་ཤག་གི་ལས་ལས་ཀ་གནད་དོན་གས་ཆག་པ་ཡིན་པ་ནས་མཚམས་བཞག་གོ་འོས་ལྡུག་ལོ་རེད་ཟེར་བྱས་བྱས། དེ་སོང་ཙང་གཞུང་མང་ཅིག་དུས་ཚོད་ཉུང་རུ་བཏང་ཟེར་ལབ་ན་ཟླ་བ་གཉིས་ལ་འོས་བསྡུ་ཚར་བ་ཡིན་ན་ཟླ་བ་གཉིས་སྔོན་ལ་གཞུང་གི་ལས་ཀ་ཕྱག་ལས་ག་རེ་གནང་ཡ་ཡོད་བས་ནས་ཆད། ཟླ་བ་གཉིས་མཚམས་ལ་ལམ་སང་བྱས་ཡ་ཡོད་དང། དཔེར་ན་བཀའ་ཤག་བཅུ་བཞི་བའི་བཀའ་ཤག་སྐབས་བཅུ་བཞི་བའི་གོ་ཐོག་ཐད་ཀར་ཞུས་པ་ཡིན་པ་ཡིན་ན་ང་ཚོ་དེ་ལ་དངུལ་ཁང་ལྟ་བུ་གི་ལས་གཞི་ད་ལྟ་བཞི་ནི་དོན་ཡོང་གོ་རེད། དངུལ་ཁང་ལྟ་བུ་ལས་གཞི་དེ་སྔོན་མ་ནས་འཆར་གཞི་བཏིང་ཆེད་ཉིས་སྟོང་བཅུ་བཞི་བཅོ་ལྔ་དོན་ཚར་དགོས་གོ་རེད་དོན་ཐུག་གོ་ཡོད་རེད། ད་ང་ཚོ་འོས་བསྡུ་སླེབས་གྲོགས་ཡོད་རེད་ད། ད་ང་ཚོ་བཀའ་ཤག་ནས་ཐག་གཅོད་རེད་འོས་བསྡུ་སླེབས་འགྲོ་ཡོད་རེད་གནད་དོན་འདི་ལས་ཤག་གལ་ཆེ་བ་ཞིག་གིས་མ་བྱས་ན། རེད་དེ། དང་ན་གཞི། བལ་ཡུལ་གྱི་ས་ཡུམ་དང་འབྲེལ་བའི་ཐོག་ནས། ང་ཚོ་བལ་ཡུལ་སྒོར་མོ་ཕལ་ཆེན་འབུམ་སུམ་བརྒྱ་མེད་ལྷག་རེད། ད་དེ་ཡག་བགོ་འགྲེམས་བྱས་དགོས་རེད། མི་རེ་ལ་གཅིག་སྟོང་ལྔ་བརྒྱ་ལྔ་བརྒྱ་ལྔ་བརྒྱ་ཐོབ་དགོས་རེད། ད་དེ་བགོ་འགྲེམས་བྱས་ན་ལ་ད་འོས་བསྡུ་ལོ་རེད། ད་དེ་མ་བྱས་ན། བྱས་བྱས་ལོ་གཅིག་འགག་བར་ད་ལོ་གཅིག་ལ་ཟླ་བ་བདུན་བརྒྱད་འགག་པ་རེད། བུད་མེད་ནུས་སྟོབས་དཔེ་ཡག་གིས་ད་ལྟ་ང་ཚོ་སྡེར་བགྲོ་གླེང་ཞེ་དྲག་བྱུང་སོང་སྟེ་ཉིས་སྟོང་བཅུ་བཞི་ནས་ཚོགས་ཆུང་བསྐོས་སྙན་ཐོ་ཡར་ལས་ཚར་བ་རེད་བཀའ་ཤག་གི་ཚོགས་ཆུང་བསྐོས་ཚར་བ་རེད་ད་ཟིན་བྲིས་སླད་ཆད་དངོས་གནས་བྱས་ན་སྡེར་ནུས་སྟོབས་དཔེ་ཡག་གི་སྲིད་བྱུས་དེ་དོན་ཚ་གོ་བ་རེད་བསྐྱར་བཅོས་དེ་དོན་ཚ་གོ་རེད་ཚོགས་འདུ་བསྐོ་ཚར་ཆད་ཉིས་སྟོང་བཅོ་ལྔ་ལ་ཚར་ཡ་རེད་ད་ལོ་གང་ཚགས་བྱས་ཟླ་བ་བཅུ་གཅིག་བཅུ་གཉིས་བྱས་ཡོད་མ་རེད་ན་འགག་པ་རེད་ད། ཨ་རིའི་སྡོད་ཁང་ལ། ང་ཚོ་འོས་བསྡུ་སྐབས་གནས་ཚུལ་བྱུང་ཟེར་འཕྲོད་བསྟེན་ལས་ཁུངས་ཀྱི་སྨན་བཅོས་ལྟ་སྐྱོང་ལས་གཞི་འདིས། གཞུང་འབྲེལ་མ་ཡིན་པའི་ཚོགས་པ་ལ་ཡིན་ནའི་ཡང་སྣང་ཡང་བྱས་བཞག་ཟེར་ཅེས་དྲི་བ་བསླངས་པར་ད་འོས་བསྡུ་ལོ་གཉིས་པོ་བཀའ་ཤག་འདི་འདྲ་བྱས་ནས་འགྲིག་གི་རེད་འགྲིག་གི་མ་རེད་འོས་ཤག་ངེས་འདི་ལ་ཁེ་ཕན་འགྲོ་གི་རེད་འགྲོ་གི་མ་རེད་བྱས་རྗེས་བཀའ་བོན་བྱུང་བར་དེ་དངོས་གནས་ཐང་རེད་བ། ད་དྲང་པོ་ཞུས་པ་ཡིན་ན་རེད་ད། ད་འདི་སྡོད་ཁང་མཉམ་འཐུས་བཀའ་ཤག་མཉམ་འཐུས་འགས་ཡིན་ཙང་ང་ཚོ་གང་གི་སྐུ་ཞིག་མ་ཞུས་པ་རེད། འདུས་སྡོད་སྐབས་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལ་འདི་མཐུན་རྐྱེན་བཞག་ཡོད་པ་འདི་བཀའ་ཤག་ནང་ནས་སུ་གང་མཁྱེན་གི་ཡོད་མ་རེད་བཀའ་ཤག་ནང་ཁུལ་བགྲོ་གླེང་ལ་འདི་ག་འཆད་པ་རེད་ད། འདི་ག་འདྲས་སུ་སླེབས་པ་རེད། ཁྱེད་ཀྱི་ནང་ཁུལ་བགྲོ་གླེང་ཤུགས་ཆེན་པོ་ཞུ་རྒྱུ་བྱུང་བ་རེད། ད་ཡིན་ནའི་ཡང་འཕྲོད་བསྟེན་ལས་ཁུངས་ནས་ལོ་གཉིས་སྔོན་ལ་སྨན་བཅོས་ལྟ་སྐྱོང་ལས་གཞི་དང་འབྲེལ་བའི་ཐག་གཅོད་འཕྲོད་བསྟེན་ལས་ཁུངས་རང་ནས་གནང་བཞག་ལོ་དེའི་སྔོན་ལ་ཡང་གནང་བཞག་ད་ལས་ར་ད་ག་ཞིག་སོང་གནང་ཡིན་ཞེས་གསུངས་གོ་རེད། ནང་ཁུལ་ལ་བགྲོ་གླེང་ཤུགས་ཆེན་པོ་ཞུ་རྒྱུ་བྱུང་བ་རེད་འདི་ཕྱིའི་རྣམ་པ་ལ་ཡག་པོ་བཤད་མི་འདུག་ད་ཡིན་ནའི་འོས་བསྡུ་བཞག་ཡོད་ཙང་ད་ཡང་ང་ཚོ་མའི་བཀའ་ཤག་མཁྱེན་གྱི་མེད་ཟེར་ཞེས་ཞུས་བསྡད་པ་འགྲིག་མ་རེད་བ། ད་ད་བཀའ་བློན་ཟུར་པ་ཁོ་རང་ཚོས་བཀའ་དྲིན་གནང་སྟེ་འདི་སྐོར་ནས་མཁྱེན་གྱི་ཡོད་པ་མཁྱེན་གྱི་ཡོད་མ་རེད་བཀའ་བློན་ཚོ། ད་ཡིན་ནའི་འདི་རྣམ་པ་ཆགས་འགྲོ་ག་ཚོད་ན་ཟླ་བ་བཅུ་གཅིག་བཀའ་ཤག་ནང་ལ་ལས་དོན་གས་ཆགས། སྣང་ཡང་ལ་དྭགས་འགྲོ་དགོས། དེ་སོང་ཙང་འཛམ་གླིང་ཡོངས་ནང་ནས་དུས་ཚོད་མཐུན་སྒྲིལ་བྱས་པ་ཡིན་པ་ཡིན་ན་གཞུང་ལ་དོ་ཕོག་ཉུང་བ་འགྲོ་གི་རེད་ཅེས་དུས་ཚོད་ཚོགས་འདུ་བྱས་རེད་བ། ད་ང་ཚོའི་དེ་བཙན་བྱོལ་སྒྲིག་འཛུགས་ཆགས་དེ། རང་དབང་སྟབས་བསྟུན་རེད་ང་ཚོས་གཞན་སྟོན་དགོས་བར་དང། གཞན་སྟོན་གྱི་ལས་ཀ་བྱེད་བར་མ་གཏོགས་གོ་སྐབས་ཡོད་མ་རེད། འདི་ལ་ཟླ་བ་བཅུ་གཅིག་བཅུ་གཉིས་ད་བཀའ་ཤག་ཕྱག་ལས་གནང་ཡ་འདི་གས་ཚང་མ་ད་རྒྱ་མོའི་སྔོན་དེ་བསྡད་དགོས་བྱུང་བ་ཡིན་པ་ཡིན་ན་ད་འདི་ལ་དངོས་གནས་ལ་འཐུས་ཤོར་འགྲོ་གི་འདུག་ཟེར་ནས་རེད་ཚགས་ཚུད་པོ་ཡོང་གི་མི་འདུག་ཟེར་ནས་རེད་འདི་གས་གནས་སྟངས་ཆགས་འགྲོ་གི་འདུག་བ། རྒྱུ་མཚན་འདི་སྐད་གལ་ཆེན་པོ་མང་པོ་ཅི་ལ་ཡོད་པའི་བརྟེན་ནས་ཐེངས་གཅིག་བསླུས་པ་ཡིན་ན་འཛམ་གླིང་ཚང་མ་ལ་ཐེངས་གཅིག་བསླུ་གོ་བ་རེད་དུས་ཚོད་ཉུང་བ་གཏང་གོ་བ་རེད། ང་ཚོས་ཐེངས་གཅིག་བསླུས་པ་ཡིན་ན་དུས་ཚོད་ཉུང་བ་འགྲོ་གི་རེད། འཛམ་གླིང་སྤྱི་ཚོགས་འགྲོ་བཞག་པ་ཡིན་འགྲིག་གོ་འཛམ་གླིང་ཡོངས་རྫོགས་འགྲོ་ས་ལ་འགྲིག་རེད་བ། ད་ག་ཤེད་དེ་འདྲས་ཟེར་གི་འདུག་ཡ་ཐེངས་གཉིས་བསླུས་པ་ཡིན་ན་ང་ཚོ་ལ་དོགས་ཟོན་བྱས་གོ་བ་མི་དེ་འདྲས་ཉེན་ཁ་འཇིགས་གོ་མི་དེ་འདྲས་འོས་ཤོག་ལངས་བ་སླེབས་པ་ཡིན་ན་ཐེངས་གཉིས་བ་ལ་དཀའ་ཡ་ཡོད་རེད་ཟེར་གི་འདུག། ད་དེ་ལྟར་འགྲོ་སྟངས་རང་རེད་འོས་བསྡུ་ལྷན་ཁང་སྐུ་དབང་ཆ་ཚང་ཡོད་པ་ཡིན་ན་མི་དེ་འདྲས་འོས་མི་ལང་བའི་སྐབས་ནས་བཀའ་ཡག་གི་འོས་བསྡུ་ལྷན་ཁང་ཆ་ཚང་སྐུ་དབང་ཡོད་པ་ཡིན་ན་དཀའ་ཐུག་རེད། ང་ཚོ་རྒྱ་གར་འོས་བསྡུ་ལྷན་ཁང་ཟིན་ན་དང་སྐུ་དབང་ག་ཚོད་དང། MLA Disqualify བྱེད་ཐུབ་དགོས MP Disqualify Minister ལ་ཡིན་ན་ཡང Disqualify བཙོན་ཁང་བཏང་བྱེད་དགོས་དུ་བ། འོས་བསྡུ་ལྷན་ཁང་སྐུ་དབང་ཆ་ཚང་ཡོད་པ་འདི་དཀའ་ཐུག་རེད། འདི་དཀའ་མ་ཐུབ་ན་གྲོས་ཚོགས་ཡོད་པར་མི་དེ་འདྲས་སླེབས་སོང་གྲོས་ཚོགས་རང་ནས་ཡང་ནི་ཁོ Impeach བྱེད་ཅེས་དང་དཔལ་ལྡན་སོགས་ཚོ་ཚོས་ཨིན་ཇི་མཁན་ཞུས་པ་ཡིན་ན་ཁོ་རང་གྱང་གུད་བཏང་རྒྱུ་རེད་བ། དེ་ཡོད་པ་ན་ཁྲིམས་ཁང་ཡོད་རེད་བ། ནས་ང་ཚོ་དུས་ཚོད་ག་ཚོད་རིང་ལ་བྱུང་བ་ཡིན་པ་ཡིན་ནའི་ཡང་ད་ཉུང་དག་ལ་སྤྱི་ཚོགས་ལ་འགན་མ་མཁན་གྱི་མི་ཚོགས་ཀྱི་དྲ་མིག་སྣ་ཚོགས་ཤེས་ཡོང་བ་ད་ངས་དཔེ་ཆུང་ཆུང་ཞག་བོད་དུ་ཚོགས་ཆོག་ཉེ་ཆར་སུམ་ཅུ་དུས་དྲན་ལ་སྐབས་ལ་བཀའ་ཤག་ཚབ་བྱས་ཀྱི་སྲིད་སྐྱོང་ནས་ད་ལྟ་དེ་ད་དགུང་ལོ་བརྒྱ་དང་བཅོ་གསུམ་དང་འབྲེལ་བའི་ཐོག་ནས་ངས་ཅིག་ཞུས་པ་ཡིན། དགུང་ལོ་བརྒྱ་དང་བཅོ་གསུམ་དགུང་ལོ་བརྒྱ་དང་བཅོ་གསུམ་ཚེ་ཐེངས་གསུམ་རེ་བཞི་ཞུས་པ་རེད། གསུམ་པ་རེ་བཞི་པ་ཅིག་ལ་བརྒྱ་དང་བཅོ་གསུམ་མ་ཐོན་ཚེ་བཅོ་གསུམ་ཐོན་ཞག།

ཆུ་སུམ་ཅུ་ཐམ་པ་བྱུང་བ་གསལ་བཤད་ཇི་རིགས་ཇི་མཛད་པ་དག་ཨ་ད་ལའི་འོས་བསྡུ་སྐབས་ལ་ཡིན་ནའི་ཡང་ས་གནས་ཁག་འགྲོ་ཡོང་སྡོད་ཁང་ལ་ང་སྐད་ཆ་དྲིས་པ་ཡིན། གནད་དོན་ཆེ་ཤོས་ག་རེ་རེད་ཟེར་སྡོད་ཁང་ལ་ཁུངས་མེད་པའི་བདེན་པ་མེད་པའི་གི་རྐྱང་རྐྱང་གསལ་བཤད་བྱས་འགྲོ་ཐལ་གོ། དེ་འདྲའི་ཡིད་ཆེས་བར་དེ་འདྲའི་ཡིད་ཆེས་བར་དག་ད་དེ་ཁ་སོང་ན་དུས་ཚོད་རིང་ཐག་བྱས་ང་ཚོ་ཚང་མ་ཐང་ཆད་ད་འོས་བསྡུ་ག་དུས་ཚགས་ཀྱི་རེད་ད་དངོས་གནས་རེད་དེ་མགྱོགས་ཚ་བྱས་མི་འདུག་བས་བྱས་བྱས་བསམ་བློ་བཏང་དེ་གོ་རེད་འདི་སོང་ཙང་གནད་དོན་འདི་གས་ང་ཚོས་བཀའ་ཤག་ཐོག་ནས་གལ་ཆེ་དོན་ཆེན་བརྩི་བའི་ཐོག་ནས།

ཟིན་བྲིས་ད་ལྟ་ཡོད་ཤག་པ་འདི་ནང་ལ་མང་པོ་ཅི་མི་འཐུས་བྱས་ཐུབ་པ་འདུག་ཡིན་ནའི་ཡང། ཐེངས་གཅིག་བྱས་པ་ཡིན་ན་ཟིན་བྲིས་ཆ་ཚང་གཅིག་ཡོད་པ་ཡིན་ན་རྣམ་པ་གཙོ་ཡིན་པ་ཡིན་ན་ཆ་ཚང་རྟོགས་པའི་ཐོག་ནས་ཐག་གཅོད་པ་ཡིན་པ་ཡིན་ན་ཨ་ནི་ང་ཚོ་མང་པོ་རྐྱེན་གྱིས་ཆགས་པ་ཡིན་ནའི་ཨ་འདི་དུས་བཀའ་ལ་ང་ཚོ་བཀའ་མོལ་བྱུང་སོང་བ་འདི་འདི་འདི་རེད། འོས་བསྡུ་ལྷན་ཁང་ལ་བའི་ཕྱག་ལས་གནང་ཡིན་ལ་སྟབས་བདེ་རེད་འདི་གས་འདི་གས་འདི་འདྲའི་སྐྱོན་གྱི་ཡོང་ཁུངས་རེད་ཞེས་ཀྱི་བཀའ་མོལ་ལྷུག་པོ་བྱུང་ཚར་བ་རེད་ང་ཚོ་གྲ་སྒྲིག་ནས་བྱས་ཕན་ཐོགས་རེད། འདི་ཡིན་མ་གཏོགས་གཅིག་པའི་གཞལ་མེད་དམ་བཏབ་སྟེ་ཡར་བཞག་ནས་ཡར་ལངས་ཀྱི་ཞུ་མཁན་དེས། ཉིས་སྟོང་ཉིས་བརྩེགས་གཅིག་ལ་འོས་མིན་མ་རེད། ལངས་ཆོག་གི་མ་རེད་དམ། མཁས་པ་སྤུ་ཙམ་གཅིག་ཡོད་མ་རེད་དམ། ཡིན་ནའི་ཡང། དེ་གང་ལ་མྱོང་ཚོར་བྱུང་ཙང་མ་འོངས་པ་འདི་འདྲས་བྱེད་རྒྱུ་མི་འདུག་མ་གཏོགས་བསྐྱར་དུ་ཁོང་ཚ་ཆ་ཐུག་ཕམ་བྱུང་བ་ཡིན་ན་དཔེ་བསགས་ཀྱི་རེད་ད། བོད་ནང་ལ་བུད་མེད་བློ་ཕམ་བྱེད་ན་དཔེ་བསགས་ཀྱི་རེད་ད། རྒྱལ་སྤྱིའི་ནང་ནས་རྫུ་གུ་བཙུགས་ཤིང་ཁྱོད་ཚོ་ཡག་པོ་ཡོད་བསམས་སུ་འདི་འདྲས་བྱེད་ཀྱི་ཡོད་པས་བྱས་རྗེས་རྫུ་སྐྱོན་བརྗོད་བྲིས་བྱེད་མཁན་བྱུང་ན་དཔེ་བསགས་ཀྱི་རེད་བསམས། གཞིས་ཆགས་ནང་བཙན་བྱོལ་འབུམ་གཅིག་དེར་ཆས་དཀའ་ལས་ཡོད་མ་དེའི་ནང་ལ་དོ་ཕོག་ཕྱིན་ཆད་རྡོག་རྩ་གཅིག་སྒྲིལ་གནོད། ཆོལ་ཁ་གི་འཐེན་འཁྱེར་ཤུགས་ཆེན་པོ་ཆགས་ཅིག་མ་འོངས་པ་ང་ཚོའི་མར་ཟི་ལྟ་བུ་དེ་བོད་མི་སྒྲིག་འཛུགས་རེ་འདིག་གི་ཆེ་མཐོང་བརླག་པ་ནི་གར་ཆག་གི་རེད། དེའི་ནང་ཕྱག་ལས་གནང་མཁན་སྲིད་སྐྱོང་གཙོས་པའི་ཀུ་རེ་སྤྱི་འཐུས་ཚང་མ་དེ་ཕལ་ཆེ་འོས་བསྡུ་རྗེས་ལ་དངོས་གནས་རང་སྐྱོན་ཆེ་ཐག་ཆོད་ཞུ་གི་གཞི་མེད་སྐྱོན་བརྗོད་རྐྱང་རྐྱང་བྱེད་ཆེད་ཆོས་བྱེད་ཕེབས་སླེབས་པ་ཡིན་ན་གར་ཆག་གི་རེད། སྒྲིག་འཛུགས་དེ་ག་བ་ལེགས་གི་རེད། འདི་གས་སེམས་ཁྲལ་ཆེན་པོ་བྱེད་པའི་ཐོག་ནས། ཨ་ནི་གཞན་ནམ་རྒྱུན་ཡིན་ན་གནད་དོན་གལ་ཆེན་པོ་གཅིག་ལ་མ་གཏོགས་བཀའ་ཤག་ནས་གྲོས་ཚོགས་ར་བར་ལངས་བའི་ལུགས་སྲོལ་ཡོད་མ་རེད། ཡིན་ནའི་བཀའ་ཤག་ད་ལྟའི་ཐོག་ནས་བཅའ་ཁྲིམས་ཕུད་པའི་སྒྲིག་གཞི་འདི་ལས་ལྷག་གལ་ཆེ་བ་མཐོང་གི་མི་འདུག་འདི་སོང་ཙང་ད་ལས་མ་ལངས་ཀ་མེད་བྱུང་ཟིན་མ་གཏོགས་ཚོགས་གཙོ་ལ་གུས་བརྩི་མེད་པ་མེད། གྲོས་ཚོགས་ལ་དོ་ཕོག་བཏང་ཡང་དམིགས་ཡུལ་ཁོ་རང་མེད་གྲོས་ཚོགས་དོ་ཕོག་བཏང་ཡང་དམིགས་ཡུལ་ལས་སླ་པོ་ཞིག་ད Technically འགྲོ་སྟངས་འགྲོ་ལུགས་ཐོག་ནས་དཔལ་འབྱོར་བཀའ་བློན་ཚོགས་གཙོ་ཚོགས་ཆུང་ནས་དགོངས་པ་ཞུས་བཞག་པ་ཡིན་ན་བསྒྲུབ་བྱ་ཚང་དགོངས་མ་རེད། ཁྲིམས་འཆར་བཀག་འགྲོ་བའི་ཉེན་ཁ་ཡོད། བཀག་བའི་དབང་གིས་བགྲོ་གླེང་འགའ་ཡོང་གི་མ་རེད། དེ་སྐད་ཚང་མ་མ་བྱས་ང་ཚོ་བགྲོ་གླེང་དགོས་ཀྱི་འདུག་ཡིན་གཅིག་མིན་གཅིག། ཡིན་ནས་ལྷོད་ལྷོད་བྱས་བྱས། དགོངས་པ་བཞེས་པའི་ཐོག་ནས་གནང་རོགས་གནང་བྱས་བྱས་ང་ཚོའི་ད་སེམས་འཚབ་ཆེན་པོ་ཐོག་ནས་ཞུ་ཡ་གཙོ་བོ་འདི་རེད་མ་འོངས་པ་ལ་ང་ཚོའི་ནང་ལ་རྙོག་ར་ཆེན་པོ་ཆགས་ཨ་རྩ་དོན་ག་བ་ལེགས་རེད་ཟེར། དེ་འདི་ཐོག་འདེགས་དགོས་རེད། ཨ་ཏི་ལྔ་དང་ལྔ་བཅུ་ལ་འབྲེལ་བ་ཡོད་ཟེར་ནས་ང་ཚོ་སྒྲིག་འཛུགས་འདི་ལོ་ལྔ་བཅུ་གནས་དགོས་ཀྱི་ཡོད་པ་ཡིན་ན། གཞི་དེ་བརྟན་པོ་བོར་བ། ད་ལན་འོས་བསྡུ་གི་སྒྲིག་གཞི་འགྱུར་བ་བཏང་བའི་ཐོག་ནས། བརྒྱ་ཆའི་བརྒྱ་མེད་ན་ཡང་བརྒྱ་ཆ་དགུ་བཅུ། བརྒྱ་ཆ་བརྒྱད་བཅུ། ང་ཚོ་གི་ཉེན་ཁ་ཆུང་བ་བཟོད་ཐུབ་ཡ་ཡོད་རེད། བཟོད་ཐུབ་ཡ་དེ་ཐེངས་གཅིག་བླུགས་ནས་བྱས་དེ་རེད། བྱས་བྱས། དཔལ་ལྡན་ཚོགས་གཙོ་མཆོག་ངས་གསལ་བཤད་སྙིང་བསྡུས་ཞུ་ཡ་གཙོ་བོ་འདི་ཡིན། དཔལ་ལྡན་ཚོགས་གཙོ་ནས་དུས་ཚོད་གནང་བ་དེ་ལ་ཨ་ནི་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་ཡ་ཡིན། ད་ནང་བཞིན་རྣམ་པ་ཚོགས་ནས་ཡིན་པ་ཡིན་ནའི་ཡང་གསན་འཇོག་གནང་བ་དེ་ལ་ཨ་ནི་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་ཡ་ཡིན། དཔལ་ལྡན་ཚོགས་གཙོ་ཐུགས་ཆེ་གནང། ད་ལྟ
དཔལ་ལྡན་སྲིད་སྐྱོང་མཆོག་གིས་ད་ག་ཚོང་ཁ་སྙིང་གིས་ང་ཚོ་ལས་རིགས་འདུ་འཕྲོད་པའི་ཐོག་ནས་གསལ་བཤད་དེ་ནས་ཅིག་རེ་བོང་ཕེབས་ཡོད་རེད། འདིའི་ཐོག་ལ་རྩ་བའི་ཚོགས་ཆུང་ནང་ལོགས་ལ་བཀའ་ཞིག་གཉིས་ཀ་ཡོད་རེད། ད་ནང་བཞིན་གྱི་ད་འོས་བསྡུའི་ཐོག་ལ་ཉམས་མྱོང་དང

སྐད་ཆོག་ནང་བཞིན་འགྲོ་ཐུབ་དགོས་ཏེ་འབད་བརྩོན་བྱེད་དགོས་ཏེ་གལ་ཆེ་ཤོས་དེ་རེད། ལམ་སྟོན་དེས་ཚོགས་ཆུང་གི་ལས་དོན་ལ་ཕན་ཐོགས་ཡ་ཆེད་དུ་དེ་ནང་ཐུགས་ཕན་གསོས་མཁན་འདུག་ན་གནང་ཡ་རེད་ག་དེ་སྲིད་པ་ཐུགས་ཕན་གསོས་མཁན་མི་འདུག་བ་དང་ཨ་ནེ་ཚོགས་ཆུང་གི་དེ་སྒྲུབ་མ་ཐུབ་བ་འདུག་ན་དེ་འགྲུབ་ཐུབ་མི་འདུག་ཟེར་ནས་སྙད་འདོགས་བཀོད་ཡ་དེ་ཚོ་ཚང་མ་ལམ་ཁ་ཆ་མཚུངས་ཡོད་ད་ལྟ་བར་དུ་ང་ཚོ་ལས་རིམ་འགྲོ་ཡི་ཐོག་ནས་འདི་ནས་ང་ཚོ་ཚོགས་གཙོ་གཉིས་ཀྱི་ལམ་བཀོད་ཆོག་ནང་ལོགས་ལས་ག་རེ་བྲིས་ཡོད་ཡིད་ཆེས་ཨང་དགུ་པ་འཁོད་པའི་ནང་ཡིག་ཆ་ཨང་དགུ་པ་དེ་ང་ཚོ་གྲོས་ཚོགས་ཀྱི་གྲོས་ཆོད་དེ་ཆགས་བསྡད་རེད། ཁོས་པི་ནོ་ཝི་འོས་བསྡུ་ལས་ཁུངས་ནས་བཟོ་འགེལ་གནང་བའི་འོས་བསྡུའི་སྒྲིག་གཞི་ཤར་རྗེས་འཆར་ཟིན་དང། ཕྱི་ནང་གནད་ཡོད་མི་སྣ་མང་ཚོགས་བསྐྱེལ་ནས་འབྱོར་བའི་དགོངས་འཆར་སྙན་ཞུ་ཁག་ལ་ཞིབ་འཇུག་གིས། ད་ཡོད་འོས་བསྡུའི་སྒྲིག་གཞི་ཤར་རྗེས་ཇི་དགོས་འཆར་འབུལ་གནང་མཁན་དུ་ཨ་ནེ་བཀའ་ལན་གྱིས་སྤྱི་འཐུས་གསུམ་འོས་དབུས་འོས་བསྡུའི་ཕྱི་ཕྱོགས་འགན་འཛིན་ཟེར་ནས་དེ་མ་བསྐོ་བཞག་བྱས་རེད་སྐད་ཆོབ་དེ་ག་རང་ཡོད་རེད། འདི་ནི་ང་ཚོ་སྟེ་སོ་སོ་ཉིད་ཀྱི་ལམ་སྟོན་གྱི་ཐོག་ནས། གྲོས་ཆོད་དགོངས་དོན་གཞིར་བཟུང་སླེབས་ཐུབ་པ་བྱུང་ཡོད་ཟེར་དེ་གཅིག་ཞུ་ཡ་གཅིག་དང། དེ་ག་ནང་བཞིན་གྱི་ད་སོ་སོ་གཉིས་ཀྱི་ལམ་སྟོན་དོན་ཚན་ལྔ་དེ་གནང་ཡོད་རེད། ལྔ་གནང་ཡོད་ནང་ལ། དོན་ཚན་གཉིས་པ་དེ་རེད། སྲིད་ཞིའི་སྔོན་འགྲོ་དང་དངོས་ཀྱི་འོས་བསྡུ་གཉིས་ཀ་དགོས་པ་མཉམ་ཞིང། དུས་ཚོད་ཐུང་དུ་གཏོང་ཐབས་དགོས་རྒྱུ། གྲོས་ཚོགས་ཚོགས་དུས་དང་པོར་ཕུལ་བའི་སྒྲིག་གཞི་ཤར་རྗེས་འཆར་ཟིན་ནང་གསལ་སྨིན་འཛུགས་དང་དོན་ལོངས་བཤད་པ་དེ་རྣམས་ལ་བརྟག་ཞིབ་དགོས་རྒྱུ་ཟེར་དེ། དེ་ད་ག་རང་རེད་འོས་བསྡུ་གཅིག་འགྲོ་དགོས་ཡ་དེ་རེད། གནད་དོན་དེའི་ཐོག་ནས་དོགས་སློང་དུ་ལྟ། དོགས་སློང་དུ་ད་ལྟ་ང་ཚོ་དེ་འཆར་ཟིན་གནང་བའི་སྨིན་སྨིན་འཛུགས་དུ་དོགས་སློང་ཟེར་གྱི་འདུག་བ། དེ་འོས་འོས་བསྡུ་ལས་ཁང་གི་འཆར་ཟིན་ཤར་རྗེས་ད་ག་རང་ལྷད་དེ་རེད། ཐེངས་འདིར་ང་ཚོ་ལམ་སྟོན་གནང་ཡི་ན་འདྲ་བཀོད་ཆ་གནང་ཡི་ན་འདྲ་གཉིས་ཀ་ལྷད་ཡོད་ཟེར་ནས་དེ་སྐྱིད་ཞུ་ཡ་དེ་ཡིན། ཡིན་ན་ཡང་ད་འཐག་མ་ཐག་ཆོད་དེ་ཨ་ནི་ཚོགས་ཆུང་གི་ཐོག་ནས་ཀོ་གོ་བསྡུར་བྱས་ནས་ཀོ་ཞི་མོལ་འགྲོ་གི་ཡོད་ན་མོ་མོལ་འགྲོ་གི་ཡོད་ན་དེ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་གྲོས་ཚོགས་ནང་ཕེལ་ཡ་དེ་རེད་མ་ཐོབ་པས་དེ་ལས་གཞན་པ་ང་ཚོ་ག་ལོ་རེད་གནོན་ཤུགས་སྤྲད་ནས་འགྱུར་བ་བཏང་ཡ་གི་ལམ་ལུགས་ཡོད་མ་རེད་ལ་དེ་གཏོང་ཆོག་གི་མ་རེད་ཟེར་ནས་དེ་ཅི། སྲས་པོ། བཟོ་སྣང་བསམས་སོ། དེ་དང་མཉམ་དུ། ད་ག་ཚོད་ང་ཚོ་ཁྲིམས་འཆར་འཁུར་ཡོང་དགོས་པ་རེད་ཁྲིམས་འཆར་འཁུར་བའི་རྗེས་ལ། ད་ཁྲིམས་ཁྲིམས་བཟོའི་ལས་དོན་དེ་ད་སྤེལ་མ་སྲིད་ཀྱི་ད་ང་ཚོ་ལས་རིང་གཞན་གྱི་བར་ཆོད་མ་ཐུབ་ཡ་ཏག་ཏག་འགྲོ་དགོས་ཡ་གི་སྒྲིག་གཞི་བཟོས་ཡོད་རེད་ད། དེ་ཏག་ཏག་འགྲོ་མ་ཐུབ་ན་ནི་གྲོས་ཚོགས་ཀྱི་ལས་འགན་དེ་ཡང་འགྲུབ་ཐུབ་དགོས་བ་མ་རེད། དེ་འདི་དེ་འདྲ་གི་ཐོག་ནས་ལྷག་པར་དུ་གྲོས་ཚོགས་ལ། སྒྲིག་གཞི་བཟོ་འགོད་གནང་ཡ་དང་ཁྲིམས་སྒྲིག་བཟོ་ཡ་གི་དབང་ཆ་མི་གསལ་བ་བརྗོད་རེད། དེ་ནི་གྲོས་ཚོགས་ཀྱི་རྣམ་དཔྱོད་དེའི་ཐོག་ལ་འབུར་དུ་བསྟན་ཐུབ་གལ་ཏེ་གལ་ཆེན་པོ་རེད། དེ་ལ་ཕྱི་ནང་སུས་ཡོད་གནས་ཤུགས་སྤྲད་ཡ་དང་དོ་པོ་གཏོང་ན་དེ་ཁྲིམས་སྒྲིག་གི་དགོངས་དོན་རེད། རྨོངས་ཚིག་འགྲོ་སྟངས་ཀྱི་ཐོག་ནས་རེད་དེ་ཏག་ཏག་མ་བསྡད་པ་ཅིག་མཐོང་དགོས་བ་རེད། དེ་ཡིན་དུས་ད་ལྟ་ང་ཚོ་ད་ག་རྫོང་དེ་ཁྲིམས་འཆར་གྱི་ཐོག་ནས་ཨ་ནི་རྒྱས་པ་དང་པོ་ཟིན་པ་རེད། རྒྱས་པ་དང་པོ་ཟིན་པའི་རྗེས་ལས་བྱེད་ན་འགྲིག་གི་རེད་རྒྱས་པ་གཉིས་པ་མགོ་མ་འཛུགས་ཀྱི་སྐབས་སུ་བྱེད་ན་འགྲིག་གི་རེད། འོ་སྙན་ཐོ་དེ་ཏག་ཏག་བསྡད་ཀྱི་མི་འདུག་འོ་ན་ཤར་དུ་ཁྱེད་ཚོ་ཚོགས་ཆུང་ནས་བཏང་དགོས་པ་འདུག་མི་འདུག། ཨ་ནི་སྙན་ཐོ་དེ་དེ་འདྲའི་རེ་རེ་བཞིན་དུ་གཏན་འབེབས་དགོས་དུ་མི་འདུག་འོ་ན་སྙན་ཐོ་དེ་མོ་ཚོགས་ཀྱི་ཆེད་དུ་འོས་བསྡུ་བྱེད་ཡ་གཏང་དགོས་དུ་མི་འདུག་ཟེར་ནས་དེ་འདྲའི་བགྱིས་གདམ་ག་ཅི་ཡོད་ད། ཨ་ནི་བརྒྱད་པ་རྙིང་པ་འགོ་བཙུགས་ཚར་བའི་རྗེས་ལ། ཨ་ནི་དེ་ལ་བཀུར་འོས་ཤུལ་དུས་རྣམ་པ་ཡིན་ན་འདྲ། འཛིན་སྐྱོང་བཀའ་ཤག་ཡིན་ན་འདྲ་བཟོ་བཅོས་གྲོས་འཆར་ཆ་མཚོན་གནང་འཕེལ་ཡོད་རེད། བཟོ་བཅོས་གྲོས་འཆར་ཆ་མཚོན་གནང་འཕེལ་བ་ཡིན་ན་ཨ་ནི་ཕྱོགས་གཉིས་ཀ་གི་ཐོག་ནས་ཏན་ཏན་གྱི་དགོངས་ཚུལ་གསུངས་ཆོག་གོ་ད། དེ་ཡག་འདུག་དེ་ཉེས་འདུག་དེ་ཕན་པ་འདུག་དེ། མ་ཕན་པ་འདུག་དེ་དགེ་བ་འདུག་དེ་མི་དགེ་བ་འདུག་ཚང་མ་བགྲོ་གླེང་ཆ་མཚོན་གནང་ཐུབ་དགོས་རེད། ཡིན་ན་ཡང་དག་ཚོགས་ཆུང་གཅིག་གི་སྙན་ཐོ་གཉིས་ཁུག་ཡོད་ན་དེ་འགྲོ་སྟངས་དེ་ཁྲིམས་སྒྲིག་བཟོ་སྟངས་ཀྱི་ཐོག་ནས་སྒྲིག་གཞི་བཟོ་སྟངས་ཀྱི་ཐོག་ནས་ང་ཚོས་གཏན་འབེབས་བྱེད་སྟངས་ཀྱི་ཐོག་ནས་དེ་བགྲོ་གླེང་དེ་ཡོང་ཐུབ་ཡ་གི་ལམ་ཀ་མི་འདུག་ད་ཁ་ཚོན་མང་པོ་ཅིག་བསམ་ན་བཏང་དེ་དེའི་ཐོག་ལ་བསྟན་ཏེ་དེ་འདྲའི་གི་ཐོག་ནས་ང་ཚོ་བརྒྱད་པ་རྙིང་པའི་སྐབས་སུ་ཨ་ནི་འདི་གཞུང་བཀའ་ཤག་ཡིན་ན་འདྲ་ཨ་ནི་བཀུར་འོས་ཞུ་སྡིང་གནང་པ་ཡིན་ན་འདྲ་དེའི་ཐོག་ལ་ཨ་ནི་བསམ་ཚུལ་ཤུགས་ཆེ་ཚེ་སྤོང་ཐུབ་ཡ་གཅིག་དང་ཨ་ནི་དེ་ག་ནང་བཞིན་ང་ཚོ་དཔལ་ལྡན་སྲིད་སྐྱོང་མཆོག་གི་ད་ལྟ་གསུངས་པ་གཞི་བཟུང་གི་སྐོར་ག་རེ་གནང་ཡང་ཁོ་བོད་མི་རིགས་དང་སྤྱི་ཡོངས་ལ་ད་ཕན་ཐོགས་ཡ་གི་ཆེད་དུ་ང་ཚོ་ག་ཚིག་ངན་ཚོགས་གཙོས་ཀྱི་དབུ་འཛུགས་ཀྱི་གཏམ་བཤད་ནོར་ལོག་ཞུས་ཡོད་ཁོ་གོ་བསྡུར་དང་བསམ་ཚུལ་མ་འདྲ་བ་ཡོང་གི་འོར་དེ་ཡིན་ན་ཡང་ང་ཚོ་ཤི་མན་ཤི་ལ་ཕན་ཐོགས་ཡ་གི་ཆེད་དུ་བསྟན་པའི་བཞེད་ཐུབ་གལ་དེ་གལ་ཆེན་པོ་རེད་ཟེར་ནས་དེ་ག་ཚིག་དབུ་འབྱེད་ཀྱི་གཏམ་བཤད་ནོར་ལོག་ཆེད་མངགས་དེ་ཞུས་ཡོད་བསྟན་ཀྱང་ནི་ཀུ་རེ་ཤུལ་དུ་གནང་བ་རེད་བ་བསྟན་འཛིན་གཞོན་བཀའ་ཤག་གི་ཐོག་ནས་ན་ད་ང་ཚོ་ལས་རིང་ད་མི་ཉུང་བ་ཅིག་ལྷག་དེ་རེད་དེ་ཚོའི་ཐོག་ལ་ནི་མཉམ་ཞུགས་གནང་ནས་ག་རེ་ན་ང་ཚོ་ཆེས་མཁོ་མོག་མའི་ཞི་མོའི་རིགས་བཟོ་བཅོས་གྲོས་འཆར་རེ་ག་རེ་བསྣམས་ན་ལྷང་ཡག་གི་ལམ་ཁ་ཆ་མཚོན་ཡོད་རེད་དེ་ནི་དེ་འདི་ད་ལྟ་ནས་དགོངས་པ་བཞེས་རོགས་ཅི་སེ་ཞུ་ཡ་ཡིན།